ཐག་རིང་སྤྱི་ཟླ་དྲུག་པའི་ཚེས་བཅུ་དྲུག་རེས་གཟའ་ཟླ་བའི་ཉིན་བཞུགས་སྒར་ལྷ་རྒྱལ་རིའི་རྟེན་མཁར་མདུན་དུ་མདོ་ཁམས་ཆུ་བཞི་སྒང་དྲུག་བསྟན་སྲུང་དྭངས་བླངས་དམག་གི་སྒྲིག་འཛུགས་དབུ་བརྙེས་ཏེ་ལོ་ངོ་དྲུག་ཅུ་རེ་བདུན་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པ་དང་མཛད་སྒོའི་ཐོག་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་སྤྱི་འཐུས་རྒྱུན་ལས་འཇུ་ཆེན་ཀུན་སྤྱོད་ཆོས་སྒྲོན་ལགས་སྐུ་མགྲོན་གཙོ་བོ་དང་དམིགས་བསལ་སྐུ་མགྲོན་དུ་རྡ་ས་ས་གནས་འགོ་འཛིན་དཀོན་མཆོག་མིག་མངས་ལགས་གཞན་ཡང་སྤྱི་འཐུས་རྒྱུན་ལས་བསྟན་པ་ཡངས་དཔལ་ལགས་དང་སྤྱི་འཐུས་རྒྱུན་ལས་དགེ་བཤེས་ལྷ་རམས་པ་ཨ་འབྲུག་ཚེ་བརྟན་ལགས་སྤྱི་འཐུས་རྒྱུན་ལས་སློབ་དཔོན་ཐུབ་བསྟན་རྒྱ་མཚན་ལགས་སྤྱི་འཐུས་རྒྱུན་ལས་བསྟན་འཛིན་འཇིགས་བྲལ་ལགས། སྤྱི་འཐུས་དགེ་བཤེས་ལྷ་རམས་པ་འཁོར་བློ་ཚང་ཕན་བདེ་ལགས་སྤྱི་འཐུས་སྐལ་སྟོང་ཕུར་པ་རྡོ་རྗེ་ལགས་དང་ན་གཞོན་གཞུང་ཁོངས་མ་ཡིན་པའི་ཚོགས་སྡེ་ཁག་གི་ལས་སྣེ་དང་ས་གནས་མདོ་ཁམས་ཆུ་བཞི་སྒང་དྲུག་གི་འགན་འཛིན་གཙོས་པའི་རྒྱུན་ལས་རྣམ་པ་སེར་སྐྱ་མང་ཚོགས་བཅས་ལྷན་འཛོམས་གནང་འདུག་མཛད་སྒོའི་ཐོག་ལ་སྤྱི་འཐུས་རྒྱུན་ལས་འཇུ་ཆེན་དཀོན་མཆོག་ཆོས་སྒྲོན་ལགས་ཀྱིས་སྤྱི་འཐུས་ལྷན་ཚོགས་ཀྱི་གསུང་བཤད་གནང་བའི་ནང་རྒྱལ་གཅེས་དཔའ་བོ་རྫ་ས་ཨ་འབྲུག་མགོན་པོ་བཀྲ་ཤིས་ལགས་ཀྱི་དབུ་ཁྲིད་འོག་བོད་ཆོལ་ཁ་གསུམ་གྱི་ས་ཁུལ་ཡོངས་ནས་དཔའ་རྒོད་རྣམས་མ་གྲོས་བསམ་པ་གཅིག་མཐུན་གྱིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོའི་ཟླ་བ་དྲུག་པའི་ཚེས་བཅུ་དྲུག་ཉིན་བསྟན་སྲུང་དྭང་བླངས་དམག་གི་སྒྲིག་འཛུགས་བཙུགས་ཏེ་དགྲ་བོ་རྒྱ་དམག་བཙན་རྒྱལ་རིང་ལུགས་པ་ཚོ་ལ་དཔའ་ངར་ཞུམ་པ་མིན་པའི་ཐོག་ནས་ཕར་རྒོལ་འཐབ་འཛིང་ལན་མང་བྱས་ཡོད་པ་མ་ཟད། ལྷག་པར་དུ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལ་བཙན་བྱོལ་དུ་ཕེབས་བསྐྱོད་བྱུང་སྐབས་སྐུ་ཡི་ཉེན་སྲུང་གི་ཞབས་འདེགས་རླབས་ཆེན་བསྒྲུབས་ཡོད་པ་དང་མགོན་པོ་གང་ཉིད་རྒྱ་གར་དུ་ཞབས་སོར་བདེ་བར་འཁོད་པའི་རྗེས་སུའང་སྙིང་སྟོབས་ཞུམ་པ་མེད་པར་བོད་རྒྱལ་ཁབ་སླར་གསོའི་ཆེད་རྒྱ་དམར་ལ་ཕར་སྐྱོད་ཀྱི་གྲ་སྒྲིག་མུ་མཐུད་བྱས་ཡོད་པ་བཅས་ནི་བོད་ཀྱི་རྒྱལ་རབས་ལོ་རྒྱུས་ཀྱི་དེབ་ཐེར་ནས་ནམ་ཡང་གཟུགས་ཐབས་མེད་པའི་བྱུང་རབས་ཤིག་ཏུ་གྱུར་ཡོད་སྐོར་གསུངས་ཏེ་བོད་རྒྱལ་ཁབ་དང་བསྟན་སྲིད་མི་རིགས་ཀྱི་དོན་དུ་ཚེ་སྲོག་ཤོར་བའི་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ལ་གུས་འདུད་ཞུས་གནང་འདུག་གཞན་ཡང་གསུང་འཕྲིན་ནང་ལ་མདོ་ཁམས་ཆུ་བཞི་སྒང་དྲུག་སྒྲིག་འཛུགས་ནས་མི་རབས་རྒན་པ་རྣམས་ལ་ལེགས་སོ་དང་ཉམ་ཐག་ཁྱོད་ཤེས་པ་རྣམས་ལ་འཚོ་སྣོན་བོད་དོན་འཐབ་རྩོད་དང་བོད་ཀྱི་ཆོས་དང་རིག་གཞུང། མི་རིགས་ཀྱི་སོན་རྩ་ན་གཞོན་རྣམས་ལ་སློབ་ཡོན་བཅས་ཀྱི་མཐུན་འགྱུར་གནང་བཞིན་པ་སོགས་སྒྲིག་འཛུགས་ཀྱི་ཁྱབ་ཁོངས་མང་ཚོགས་ལ་ཕན་ཐོགས་ཙམ་དུ་མ་ཟད་བོད་མི་སྒྲིག་འཛུགས་སྤྱི་ལ་ཡང་དཔུང་འདེགས་སུ་འགྲོ་བའི་བྱ་གཞག་བཟང་པོ་ཞིག་ཡིན་པར་བསྔགས་བརྗོད་དང་སྦྲགས། ད་དུང་བོད་བསྟན་སྲིད་མི་རིགས་ཀྱི་ཆེད་དུ་མུ་མཐུད་ཕྱག་ལས་རྒྱུན་འཁྱོངས་གནང་རྒྱུའི་འབད་བརྩོན་སྔར་ལྷག་རྒྱས་པའི་ཞབས་ཀྱིས་གནང་འདུག་ལ། འདི་ལོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལོ་གུང་ཐང་དགུ་བཅུ་ལ་ཕེབས་པའི་སྐུའི་གོ་སྟོན་དང་འབྲེལ་མང་ཚོགས་ཁྲོད་ལ་རྒྱལ་བའི་ཐུགས་བསྐྱེད་དམ་བཅའ་བཞིའི་སྐོར་ལ་གོ་རྟོགས་དང་མགོན་པོ་གང་ཉིད་སྐུ་ཚེའི་ཞབས་པའི་བསྐལ་བརྒྱར་བརྟེན་ཕྱིར་ཞབས་རིམ་གསོག་སྒྲུབ་དང་སྲོག་བླུ་ཚེ་ཐར་སོགས་རྣམ་དཀར་དགེ་བའི་ལས་རྒྱ་གང་ཆེ་གནང་ཡོད་པའི་ཞབས།